ལོ་ངོ་བཅུ་ཡི་སྔོན་དུ་པྲ་ཚིལ་ཡིས་ལྷ་སའི་གསོ་སྦྱོང་འཛིན་གྲྭ་ཞིག་ཏུ་ལས་དོན་སྒྲུབ་སྐབས་སུ། ལོ་དྲུག་མན་གྱི་བྱིས་པའི་སློབ་གསོ་ཡིན་འདི་ཞེས་ལ་རྒྱུས་ལོན་བྱེད་པའི་གོ་སྐབས་བྱུང། ཉིས་སྟོང་བཅུ་བརྒྱད་ལོར་པྲ་ཚིལ་ཨ་རི་ལ་སློབ་སྦྱོང་བྱེད་དུ་ཕྱིན་པ་མ་ཟད་བརྒྱུད་རིམ་འདི་ཡིས་ཁོང་གི་ལས་ཀའི་ཁ་ཕྱོགས་ལ་འགྱུར་བ་དང། ང་ཚོ་སླབ་གྲྭ་འགྲོ་ས་དེ་སླབ་གྲྭ་ཆེན་མོ་གི་གྲོང་ཁྱེར་དེའི་མི་གྲངས་ཕལ་ཆེན་ཁྲི་གསུམ་ཙམ་ཞིག་ཨང་ཡོད། ཡིན་ན་ཡང་དེ་ལ་ཡ། འབད་རྩོལ་ཁང། དངོས་གནས་རྩེ་གྲ་ཞིག་འདུག་ལ་བྱིས་པའི་འབད་རྩོལ་ཁང་ལས་རྩེ་གྲ་ཞིག་འདུག་གཟའ་སྤེན་པ་ཁོང་ཚོ་བྱིས་པའི་གི་དཔེ་ཀློག་བྱེད་སྒོ་མང་པོ་ཞིག་འདུག་དེ་ནས་དེབ་གཡག་ག་ཡོང་ཉལ་གི་བྱིས་པ་དང་ཕ་མ་ལས་མང་པོ་ཞིག་འདུག་དཔེ་ཀློག་སྒང་ལ་ཡང་ཁོང་ཚོ་འདི་ལ་འུ་ཐུག་ཨ་ལོ་ང་མ་ལས་གོང་ལ་ཡང་དེབ་ཆེག་སྟོང་ཀློག་ཚར་བྱས་གི་དེ་འབྲེལ་གི་མིག་ཡོད་སུ་འདྲ་འདུག་ཨ་ལོ་དེབ་ཆེག་སྟོང། ཉིས་སྟོང་བཅུ་དགུ་ལོར་པྲ་ཚིལ་ཡིས་ལྷ་ས་རུ་ནུས་ནུ་གཞིས་གྲོང་ཁང་གསར་འཛུགས་བྱས་ཤིང། འཛམ་གླིང་གི་ས་ཆ་སོ་སོ་ནས་བསྡུ་རུབ་བྱས་པའི་རི་སྡེ་སྟོང་གཅིག་ལྷག་དེ་སྒྲུང་སྟེང་དུ་བཤམས་ཡོད། འཛམ་གླིང་ཡོངས་སུ་སྙན་གྲགས་ཆེ་བའི་བྱིས་པའི་རི་སྡེ་མང་པོ་བོད་ཡིག་ལ་བསྒྱུར་ནས་པར་སྐྲུན་བྱས་པས།

འཛམ་གླིང་ཐོག་བྲིས་པའི་རི་ལྡེབས་མང་ཆེ་བ་གི་བྱིས་པ་སེར་འདི་དག། གདུག་རྩུབ་དང་སྤྱོད་པ་ངན་པོ་དག་ཨན་ཀྲེ་གི་འཇིགས་སྐལ་ལས་ངོས་འཛིན་བྱས་པ་མ་རེད་ཨ་དེབ་དེ་དང་པོ་ངོས་འཛིན་བྱས་པ་མ་ཚད་དེབ་དེའི་རྩོམ་པ་པོས་ག་འདྲས་བྱས་བྱས་ད་བྱིས་པའི་བསམ་བློ་ནང་ལོག་གི་ཁོང་ཁྲོ་ཡིན་ནི་རེད། མ་དགའ་བ་ཡིན་ནི་རེད་དེ་ག་འདྲས་བྱས་བྱས་སེམས་བཀུག་ཡག་ཁོང་ཁྲོ་བཀུག་ཡག་ཁོང་ཁྲོ་ཤི་འཇམ་པ་བྱེད་ཡག་ཐབས་ཤེས་དེ་འདྲས་བྱེད་ཕྲུ་གུ་ལས་བསླབ་པའི་སོ་བྱེད་བྱས་བྱས་བསམ་གྱིས། Max ཡིས་ཁོང་ཚོར། བཙོག་གེར་སྡོད། ཅེས་བཤད་དེ། གཅན་གཟན་གྱི་མིག་སེར་པོ་དག་ལ་འབུར་ཚུགས་སུ་བལྟས་ནས། རང་གི་ཟིལ་ཤུགས་ཀྱིས་ཁོ་ཚོ་ཞུམ་པར་བྱས། མེག་སི་ཡིས་ཡོང་གི་མ་རེད་ཅེས་བཤད། གཅན་གཟན་ཚོས་འཇིགས་རུང་གི་ང་སྒྲ་སྒྲོག་ཅིང་གཟི་རྔམ་གྱི་མཆེ་བ་གཙིགས། འཇིགས་རུང་གི་མིག་ཟུང་བགྲད་ཅིང་གཟི་རྔམ་གྱི་སྡེར་མོ་ངོམ། དེ་ལྟ་ནའང་མེག་སི་ཡིས་སྔར་བཞིན་རང་གི་གྲུ་ཆུང་ལ་ཞུགས་ཏེ་ལག་པ་གཡུག་གཡུག་གིས་ཁོ་ཚོ་དང་ཁ་གྱེས་ནས་ཕྱིན། གྲུ་ཆུང་དེ་ལོ་ལ་ཉེ་བར་ཕྱིན་གཟའ་འཁོར་ནས་གཟའ་འཁོར་དུ་ཕྱིན། དེ་ནས་ཉིན་གང་ཕྱིན་རྗེས། ད་གཟོད་ཁོ་པ་ཉལ་ཁང་ནང་ཁ་བྲལ་བའི་མཚན་མོ་དེ་རེད་ལོག་སླེབས་ཅིང། དེར་དགོང་ཟས་ཀྱིས་རང་ཉིད་སྒུག་ཡོད་པ་ཚོར། ད་དུང་ཚ་བོར་ཡང་བསྡད་ཡོད།

ངས་བསམ་ན་བོད་ཡིག་རིག་དེ་ནི་དྲ་ཚིགས་ཡི་བྱིས་པ་རྣམས་ལ་གནང་བའི་ལས་བྱེད་ཞིག་རེད། ཁོ་ཚོ་ལ་ངོ་ཚ་བའི་འཇིག་རྟེན་ཁམས་ལ་རྒྱུས་ལོན་བྱེད་པའི་གོ་སྐབས་བསྐྲུན་པ་མ་ཟད། བྱིས་པ་རྣམས་ལ་དཔེ་ཀློག་ཁྲོད་ནས་དྲོད་སྣང་དང་བརྟུལ་ཞུགས་རྙེད་དུ་བཅུག་པས། མ་འོངས་པའི་མི་ཚེ་ལ་ཁ་ཕྱོགས་བསྟན་པ་རེད།